བཀྲ་ཤིས་བདེ་ལེགས། དེ་ནས་བརྙན་འདི་གི་ནང་པོ་ལ་ཡང་ངའི་ད་ལྟ་གི་ང་ཚོ་གི་གསེར་གསུམ་རྟགས་མཐོ་དམའ་གི་ནང་ལོགས་ནས་ཨ་ནི་གྲངས་ཚད་རྟགས་པ་གི་ནང་ལོགས་ནས་དང་པོ་ད་ལྟ་མཛུབ་མོ་ལྔ་ཡི་རྟགས་ཐབས་ད་ཁོ་སྤྱིར་བཏང་གི་རྟགས་ཐབས་ཅིག་རོ་ཁོའི་སྐོར་ངས་ཞུས་ཚར་ཡིན་རོ། ད་ད་རེས་འདི་གི་ནང་ལོགས་ལ་ཚིག་གྲུབ་ཀྱི་རིགས་རྟགས་པ་ཟེར་དེ་གི་ནང་ལོགས་ལ་ང་ཚོ་དེའི་རྟགས་ཐབས་འདི་ག་འདྲ་ཡིན་མིན་བལྟ་ཞའོ་རོ། ད་དང་པོ་དེ་ལ་འདི་གི་ནང་ལོགས་ནས་སྒྲུང་གཏེ་གི་ནང་ནས་དོན་ཚན་གཅིག་འདེམས་ལ་གདའ་དོན་ཚན་གཅིག་གམ་ན་དོན་ཚན་གསུམ་ངས་དོན་ཚན་གསུམ་འདི་ནས་བལྟ་གི་ཡོད་རང་དེ་ནས་ཚིག་ཁྲི་ག་ཚོད་ཡོད་མེད་གྲངས་ཀ་རྒྱབ། དེ་ནས་ཚིག་ཁྲི་རེ་རེ་བཞག་ནས་ཚིག་ཁྲི་ག་རིགས་གང་ཡོད་མེད་བརྟག་རྒྱབ་དེ་ནས་བརྟག་ཐབས་རིང་པོའི་ནང་ལ་བེད་སྤྱོད་ཐོངས་སོ་དེ་ང་ཚོས་རེ་རེ་བྱེད་དགོས་རང། དེ་ནས་དེ་གི་ནང་ལོགས་ལ་ནང་དོན་གཅིག་ཚིག་གྲུབ་གཅིག་ལ་འདི་དམ་པ་ང་བཀྲ་ཤིས་དང་མཉམ་དུ་རྩེད་མོ་རྩེས་ཡིན་ཟེར་དེ་ཁོའི་ནང་ལོགས་ལ་དོན་དག་གཅིག་མ་གཏོགས་བསྟན་གི་ཡོད་མ་རེད།

ཚིག་གྲུབ་དགོས་རྙོག་ཅན་ཟེར་གྱི་ཡོད་རེད། དཔེ་ཆ་ཆུང་འདི་གི་ནང་ལོགས་ལ་ང་བཀྲ་ཤིས་དང་མཉམ་དུ་རྩེད་མོ་རྩེ་ཡིན་ང་ས་ལ་བརྡབས་སོང་ང་པུས་མོ་རྨ་ལ་བཟོས་སོང་ཟེར་ཡ་འདི་ག་གསུམ་མཉམ་དུ་ད་ཚིག་གྲུབ་ཅིག་ན་བྲིས་ཤར་བ། འོ་འདི་འདྲ་ལ་ཚིག་གྲུབ་ཀྱི་དབྱེ་བ་དེ་དུ་ཟེར་དབྱེ་བ་བྱེད་དགོས་ཡོད་རེད། དེ་ནི་ངའི་ད་ལྟ་ཇོ་ཇི་པ་དེ་ཡ་དེ་ཤག་གི་སྒྲུང་དེབ་ཀྱི་ནང་ལོགས་ནས་ནས་རྟགས་བརྒྱབ་བའི་སེར་པོ་དེ་ཟོ་དེ་ནི་ག་རེ་རེད་ཟེར་ན། ནང་དོན་དུ་མ་ཚིག་གྲུབ་གཅིག་གི་ནང་ན་ཡོད་རྒྱུ་རེད། སྨྲ་བོ་དེ་ཚོ་ཚིག་གྲུབ་དགོས་ཉོག་ཅན་རེད། དེ་ནས་ལྗང་གུ་དེ་ཚོ་ནི་ད་དེ་ག་ཟེ་དོན་དག་གཅིག་ཚིག་གྲུབ་གཅིག་གི་ནང་ན་ཡོད་རྒྱུ་དེ་འདྲ་རེད། ངས་འདི་གྲངས་ཀ་བརྒྱབ་ཡོད་ར་ང་རང་གི་ལོག་ནས་རྟགས་བརྒྱབ་ནས་གྲངས་ཀ་བརྒྱབ་ཡོད། ཆོས་འདུམ། ད་གྲོང་གི་སྒོ་ནས་གཅིག་དཀྱིལ་མ་ནས་གཅིག་འོག་ནས་གཅིག་བྱས་ནས། ཚན་པ་གསུམ་དུ་ཟད་ཡིན། ད་འདི་ལྟ་དོན་འདི་དང་པ་ཚན་པ་དང་པོ་གི་ནང་ལོགས་ལ་ནང་དོན་གཅིག་ཚིག་གྲུབ་གཅིག་ཅན་ཅུང་མི་འདུ་བ། ནང་དོན་དུ་མ་ཚིག་གྲུབ་གཅིག་ཅན་གསུམ་གཅིག་ཚིག་གྲུབ་དགུ་ཉོག་ཅན་གཅིག་གཅིག་དེ་ནས་དོན་ཚན་གཉིས་པ་གི་ནང་ལོགས་ལ་དག་རང་གཅིག་དོན་ཚན་གསུམ་པ་གི་ནང་ལོགས་ལ་དག་རང་གཅིག་ད་ཆོས་འདུམ་ང་ཚོ་གི་ལྟ་ཡང་འདི་དང་པ་ཆ་སྙོམས་གི་གར་བཞིན་ན་ནང་དོན་གཅིག་ཚིག་གྲུབ་གཅིག་ཅན་བཞི། ནང་དོན་དུ་མ་ཚིག་གྲུབ་ཅན་གཅིག་བཅུ་གསུམ། དེ་ནས་ཚིག་གྲུབ་འགོ་ཉོག་ཅན་གྱི་བདུན་བཅུ་བཅུ། ད་ང་ཚོས་ཀྱི་སྡེ་དེ་ལ་བརྟེན་དུས་ན་ནང་དོན་གཅིག་ཚིག་གྲུབ་གཅིག་ཅན་བརྗོད་དུས་ནང་དོན་དུ་མ་ཚིག་གྲུབ་གཅིག་ཅན་ནང་བ་དུ་ཚིག་གྲུབ་འགོ་ཉོག་ཅན་དེའི་རྒྱུ་དེ་གཞི་ལ་བཞག་ནས་དེ་ཆ་སྙོམས་ང་ཚོས་ལྟ་ཡང་དུ་དེ་གཞི་ལ་བཞག་ནས་ནི་ང་ཚོས་ཀྱི་ད་ལྟ་གྱི་སྡེ་གྱི་རི་མོ་དེའི་ནང་ལྟ་དགོས་ཀྱི་ཡོད་རེད། འོ་འདུག་སྤྱི་ནས་ནི་རྟག་ཏུ་ཟུར་གསུམ་མ་གིས་རིས་མིག་དེ་དེ་འདྲ་ཡོད་རེད་གྲངས་ཚད་བརྟག་པ་ཁྱད་ཆོས་བརྟག་པ་དེ་ནི་ཀློག་པ་པོ་དང་ཆེ་དགུ་བརྟག་པ་ལ་ནི་འདུག་ཨ། ད་དེ་གི་ནང་ལོ་ནི་དང་པོ་དེ་ད་གིན་ང་ཚོས་གྲངས་ཚད་བརྟག་པ་ནང་ནི་ཚིག་གྲུབ་ཀྱི་རིགས་དེ་བརྟག་ཡིན་པ། ད་ཚིག་གྲུབ་རིགས་དེ་ད་གིན་ང་ཚོས་འདི་དང་པ་ཚིག་གྲུབ་གཅིག་གི་ནང་དོན་གཅིག་ཅན་ཚིག་གྲུབ་གཅིག་གི་ནང་དོན་དུ་མ་འདུས་པ་ཅན། ད་དུང་ཚིག་གྲུབ་མགོ་རྙོག་ཅན་འདུག་ཨ། དེ་ནས་འདི་ལ་ཚིག་གྲུབ་མགོ་རྙོག་ཅན་མི་འདུག་ཨ། ད་ང་ཚོས་ད་གིས་བརྟག་དཔྱད་བྱེད་ཡོང་དུས་ད་མི་གིས་གྲུབ་འབྲས་དེ་ག་གེ་གི་ཁོངས་གཏོགས་ཡིན་འདུག་གོ་ཞེ་ན། ཚིག་གྲུབ་ཅན་ནང་དོན་གཅིག་ཅན་ཡོད་རེད་ཚིག་གྲུབ་གཅིག་ནང་དོན་དུ་མ་འདྲིས་བ་ཅན་ཡོད་རེད་ནི་ཚིག་གྲུབ་མགོ་རྙོག་ཅན་ཉུང་ཤས་ཡོད་རེད་བ་རང། དེ་འདི་དམ་པ་ནི་ང་ཚོས་གིས་ད་གིས་གི་གྲོང་དེབ་དེ་གིས་ཚིག་གྲུབ་གི་རིགས་ལ་བརྟག་ཡོང་དུས་དམ་པ་ནི། ད་སྡེ་ཚན་འདི་གི་ཁོངས་གཏོགས་ལ་གཏོགས་འདུག་ཨ་དེ་ནི་ངས་འདི་ནས་འདི་གཅིག་ལན་རང། དེ་ནས། དམངས་བོ་དེ་ལན་ཤག། ནང་དེ་ལན་ཤག། དེ་ལན་དེ་ནི་ངས་འདི་ལ། རྟགས་གཅིག་རྒྱག་ཤག་ཨོ་ར། ཨོ་དེ་དེ་རྟགས་དེ་རྒྱག་དགོས་ཡོད་རེད། དེ་ནས་རྟགས་དེ་རྒྱག་གི་རྒྱག་གི་ཡོད་ནི་གཞན་པ་དེ་གས་དེ་ལ་ང་ཚོས་བ་ནི། ཁོང་ག་བ་ལྟོ་གོ་འདོད་མི་འདོད་དེ་ལྟ་དགོས་ར་ད་དེ་རྗེས་མ་དེ་ནང་ལ་ང་ཚོས་ཚིག་གྲུབ་ཀྱི་རིང་ཐུང་ག་འདྲ་ཞིག་བཏགས་དགོས་ཡོད་མེད་དེ་ཅིག་ལྟ་འོ། ཐུགས་རྗེ་ཆེ།